ཐམས་ཅད་ལ་སྐུ་ཁམས་བཟང་བའི་འཚམས་འདྲི་ཞུ། དེ་ནས་ང་ཚོ་སྟེ་རང་འབོག་གི་དེ་ནས་ཟ་མ་གི་སྐོར་ལ་ཁ་བརྡ་ཉུང་ཙམ་གཟིགས་དུ་བཤད་ཀྱི་ཡིན། ད་ཕྱིར་དང་མི་རིགས་ཟིག་ལ་དེ་ནས་བསམ་བློ་བཏང་ན་མི་རིགས་ཀྱི་རིག་གནས་ཟེར་ཡ་དེ་བས་དེ་ནས་གལ་ཆེན་པོ་ཟིག་རེད་མི་རིགས་རང་ཉིད་དེ་ནས་དེ་གི་ད་གནས་དང་མ་གནས། ཏེ། དེ་ཁོ་རང་རང་གི་རིག་གནས་ལ་བརྟེན་ནས་དེ་ཐུག་གི་རེད་རིག་གནས་དང་གནས་ན་མི་རིགས་དང་གནས། དེ་ནས་རིག་གནས་དང་མ་གནས་ན་དེ་ནས་མི་རིགས་དང་མ་གནས་པ་འདྲ་བོ་ད་དེ་འདྲས་རེད་དེ་རྣམ་པ་ཐམས་ཅད་པོ་དེ་ནས་མཁྱེན་བཞིན་པ་རེད། ད་དེ་ཡང་མི་རིགས་ཀྱི་རིག་གནས་ཟེར་ན་ཡང་དེ་མང་པོ་ཟེར་རེད་དེ་དེའི་ནང་ནས་དེ་ནས་དེ་ད་ང་རང་རང་གི་བསམ་ན་དེ་ནས་མི་རིགས་ཀྱི་རིག་གནས་ནང་ནས་རིག་གནས་བཞི་དེ་དཔེ་དཀར་ཆེན་པོ་རེད་དེ་བསམ་གྱི་འདུག། དེ་ནས་རིགས་ནི་བཞི་དུ་དེ་ནས་བཏགས་པ་དག་གང་རེད་ཅེ་ན་གཅིག་ཏུ་དེ་ནས་བཏགས་པ་དག་མཁའ་ལ་བཟའ་བརྒྱད་ཀྱི་དེ་ནས་བཟའ་མ་དེ་རེད། དེ་ནས་གཉིས་ཏེ་དེ་ནས་བཏགས་པ་དག་རྒྱབ་ལ་གྱོན་རྒྱུ་གི་དེ་ནས་གྱོན་པ་གི་དེ་ནས་རིགས་ནི་དེ་རེད། དེ་ནས་གསུམ་ཏེ་ཡིན་ན་དེ་ནས་བཏགས་པ་དག་ནམ་རྒྱུན་ང་ཚོ་དེ་ནས་ངག་ཐོག་ནས་བཤད་རྒྱུའི་དེ་ནས་བཏགས་པ་དག་ཡི་གེ་དེ་རེད་སྐད་དང་ཡི་གེ་དེ་རེད། དེ་ནས་བཞི་ཏེ་བཏགས་པ་དག་ང་ཚོ་སེམས་ལ་འཆང་ཡ་གི་དེ་ནས་ཆུ་དེ་རེད། ད་དེ་བཞི་པོ་དུག་པའི་ནད་དུ་གང་བ་དགའ་བ་བཞི་ལྟ་བུ་རེད་བསམ་གྱི་འདུག་ད་དེ་བཞི་བོ་དེ་དེ་ནས་དེ་གི་ཡོད་ན་དེ་ནས་དེ་གི་ད་མི་རིགས་གཅིག་ལ་བསམ་བློ་བཏང་ན་དེ་ནས་གཞན་པ་ཚོ་ཚང་མ་གང་ལྟ་ཡང་དེ་ནས་དེ་གི་ད་ཡོད་རྒྱུ་འདྲ་བོ་རེད་དེ་གི་དེ་བཞི་བོ་དེ་མེད་སོང་ན་དེ་ནས་གང་ཡིན་ན་དེ་ནས་མེད་འགྲོ་བ་འདྲ་བོ་ད་དེ་འདྲའི་གཟུགས་ཡིན་ས་རེད་བསམ་ནས་དེ་གི་བསམ་གྱི་འདུག

ད་ཡང་ན་དེ་ནས་ཅིག་བརྩམ་པ་ཟ་རྒྱུ་ད་ཡང་ན་དེ་ནས་དེ་བས་ད། དྲོ་རྒྱུན་གྱི་དེ་ནས་བསྐོར་བ་བྱ་རྒྱུ་ད། ད་ཡང་ན་དེ་ནས་དེ་བས་ད་གཞོག་ཤ་ལུག་ཤ། དེ་ནས་ཤ་དེ་ནས་དེ་ལོག་ལོག་དེ་འདྲའི་བཙོ་རྒྱུ་ད། འོ་ད་ཅིག་དེ་འདྲའི་འདྲ་བོ་ཟིག་མ་གཏོགས་པ་ད་ཡང་ན་དཔེར་ན་ཅིག་དེ་བས་ད་སྐྱོ་མ་འདྲ་ད་དེ་འདྲའི་ཁ་ཤས་ཁ་ཤས་ཟིག་ད་སོ་སོ་རང་གི་སེམས་ལ་ཤར་རྒྱུ་ཅི་ཡིན་ཟིག་མ་གཏོགས་པ། མ་མཐའ་ཡིན་ན་དེ་ནས་ད། སྦྲང་ཡོང་ན་དེ་ནས་ད་བྱ་བྱི་བྱ་ང་དེ་འདྲའི་ཟིག་མ་གཏོགས་པ་ཅིག་ནས་དེ་བས་ཡོད་ས་མ་རེད་བསམ་ནས། དེ་འདྲའི་དག་གི་ས་མཁན་དག། ཡང་དེ་ནས་དག་གི་ད་དཔེར་ན་མི་རིགས་གཞན་པ་གི་ནང་ལ་ད་ད་བོ་ཟེ་ཟེར་ནས་དག་གི་བཤད་ཡོང་དུས། ཨོ་ད་ཅིག་ཤ་ད་ཅིག་དེ་འདྲའི་གཅིག་གཉིས་ཟེར་དག་གི་ཤ་ད་དཔེར་ན་ཞོག་ཁོག་གི་དག་གི་ཐུག་པ་འདྲ་བོ་ད་དེ་འདྲའི་གཅིག་གཉིས་ཟེར་རེད་བསམ་ནས་དག་གི་ད་དེ་འདྲའི་བསམ་འདེབས་མཁན་གི་དེ་ནས་དག་གི་མི་མང་པོ་ཟིན་འདུག། ད་ང་ཚོས་ད་སྔ་ཡན་ཆོད་ཡོད་ན་བོད་ཟས་ཟེར་གྱི་དེ་མི་གཞན་པ་ཚོ་ལ་དེ་གི་ད་བག་ཆགས་ད་དེ་འདྲའི་འདྲ་བོ་ཟེར་དེ་ནས་དེ་གི་བཞག་བཞག་འདུག་ད་ཡིན་ནའང་དོན་གི་ཐོག་ནས་ང་ཚོ་དེ་ནས་བོད་གངས་ཅན་གི་ཟ་མ་ཟེར་ཡ་དེ་དེ་གི་དེ་འདྲའི་གི་ཉུང་ཉུང་ཟིག་རྩ་བ་ནས་མ་རེད་ད་ང་ཚོ་དེ་ནས་འདས་པའི་ལོ་བཅུ་ལྷག་དེ་འདྲའི་ཟིག་གི་ནང་ལ་དེ་ནས་མདོ་དབུས་ཁམས་གསུམ་གི་ས་ཆ་མང་པོ་ཟིག་ལ་དེ་གི་འགྲོ་ནས་དེ་ནས་དེ་གི་ད་བོད་གི་དམངས་ཁྲོད་གི་ཟ་མ་དེ་ཚོ་ཞིག་དེ་གི་བསྡུ་ཡོད་དེ་གི་ད་དེ་ཞིག་བསྡུ་ཡོང་དུས། ད་ང་ཚོ་དམངས་ཁྲོད་ཀྱི་ཟ་མ་དེའི་ནང་ནས་ཡིན་ན་དེ་ནས་ད་དམངས་ཁྲོད་ཀྱི་ཟ་མ། སྔ་མ་གི་དེ་ནས་སྤྲོ་སྦྱིན་གྱི་ཟ་མ་ཡིན་ཤག་ཤག་དེ་འདྲའི་ཟིག་ལ་དེ་ནས་བདུན་བརྒྱ་དང་དེ་ནས་ལྷག་ཟིག་དེ་རག་སོང་དེ་ཡང་ད་རུང་ཚང་མ་འགྲོ་ཐུབ་ཡོད་མ་རེད་ཚང་མ་འགྲོ་ན་དེ་ཚ་ས་མ་རེད། དེ་ནས་དེའི་ཐོག་ལ་དེ་ནས་ད་ང་ཚོ་དགེ་རྒན་དེ་ཡང་མ་ཆིངས་ཀྱི་དགེ་རྒན་དེ་འདྲའི་གི་ནི་ད་ལག་ལ་ཡོད་པའི་ཡང་དེ་ནས་ཟ་མ། ཉིས་བརྒྱ་སུམ་བརྒྱ་དེ་ནས་འདུག་དང་བསྡོམས་ཡོང་ན་དེ་ནས་ད་ལྟ་ང་ཚོ་དེ་ནས་ད་ཕར་ཆེ་བཞི་ཡོད་ཀྱི་དེ་ནས་ད་ཟ་མ་དེའི་ནང་ལ་དེ་ནས་ད་འོག་གི་ཟ་མ་གི་དེར་རྣམ་གྲངས་དེ་ནས་སྣ་སྣ་ཁ་སྟོང་གཅིག་ད་དེ་ནས་ལྷག་དེ་འདྲས་ཟིན་འདུག་ད་ད་རུང་ཡང་དེ་ནས་ཞིབ་ཏུ་བལྟ་ན་དེ་ནས་ད་མང་པོ་ཡོད་ས་རེད་དེ་འདྲས་ཡིན་ན་དེ་ནས་འོག་གི་ཟ་མ་ཟེར་ཡ་ད་དེ་འདྲས་གི་ཉུང་ཉུང་ཟིག་ད་དེ་ནས་ད་ཅིག་ཐ་ར་ཐོ་ར་དེ་འདྲས་ཟིག་རྩ་བ་ནས་མ་རེད་ང་ཚོ་མ་ལག་ཆ་ཚང་བ་གི་ཟ་མ་དེ་འདྲས་ཟིན་འདུག། ད་དུས་ཡོད་ན་ཡང་དེ་ག་ད་ཡོད་པ་ཙམ་གྱིས་དེ་ཕན་པ་མི་འདུག་དེ་ཡིན་ན། ད་ད་ལྟ་འདྲ་ཡིན་ན་དེ་ནས་དེ་བས་ན་ང་ཚོ་སྐད་དང་ཡི་གེ་བཞིན་དུ་ནི་དེ་ནས་ཟ་མ་དེ་ཡང་དེ་ག་ད་ང་ཚོ་ཞིབ་འཇུག་ཟིག་བྱས་ཡོང་དུས་དེ་གའི་མདོ་དབུས་ཁམས་གསུམ་གྱི་ནང་ལ་ས་ཆ་ལ་ལ་ལ་དེ་ནས་དེ་ག་ད་ང་ཚོའི་འོག་གི་ཟ་མ་དུ་དེ་ནས་དག་ད་སོ་སོ་རང་གི་ནམ་རྒྱུན་གྱི་འཚོ་བ་གི་ནང་ནས་དེ་ནས་དག་ད་བརྒྱ་ཆ་བཞི་བཅུ་ཡང་དག་དག་ཐོན་མ་ཐོན་འདྲ་བོ། ད་ལྔ་བཅུ་དྲུག་ཆུ་ཅིག་ཡོད་ན་ཡང་ད་དེ་འདྲའི་འདྲ་བོ་མ་གཏོགས་པ་དག་གཞན་མེད་པ། དེ་ནས་གཞན་པ་དག་དེ་ནས་དག་ད་ཟ་མ་གཞན་པ་གི་དེ་ནས་དག་ད་ཚབ་འདྲ་བོ་བྱས་ནས་འགྲོ་ཡོད་ཀྱི། དེ་འདྲའི་ད་ད་གར་སྟེ་མ་འོངས་པ་ལའང་ད་དེ་འདྲའི་རིམ་གྱིས་དེ་འདྲའི་ཡིན་ན་ད། དེ་ནས་ནམ་ཞིག་ན་དེ་ཡང་ང་ཚོ་དེ་ནས་ད་ད་བོད་ཀྱི་ཟ་མ་དེ་ཚོ་ཡིན་ན་ད་སོ་སོ་གི་ཅིག་སྟོན་མོ་བཞག་ན་ཡང་དེ་ནས་སྐབས་སུ་དེ་ནས་ད་བོད་ཀྱི་ཟ་མ་ཅིག་བཟའ་རན་མི་ཆོག་པ་འདྲ་བོ་དེ་འདྲའི་ལ་དེ་ནས་བསམ་བློ་བཏང་ཨ་དེ་འདྲ་བོ་ཟིག་གི་དེ་ནས་ཆུ་སྟོན་དེ་འདྲའི་བྱས་ན་ཡང་ད་དེའི་ཐོག་ལ་ཡང་དེ་ནས་ང་ཚོ་བོད་རང་གི་ཟ་མ་མང་པོ་མེད་དེ་འདྲའི་འདྲ་བོ་བྱས་ནས་ག་ལེ་ག་ལེ་ག་ལེ་དེ་ནས་ད་མར་ཉམས་འགྲོ་རྒྱུ་འདྲ་བོ་ད་དེ་འདྲའི་གི་ཨ་འདི་ཅིག་འགྲོ་ཕྱོགས་འདྲ་བོ་ད་དེ་འདྲའི་ཟིག་འདུག་བ། དེ་འདྲ་ཟིག་འདུག་དེ་ནི་དེ་ཧ་ལས་པ་ང་ཚོ་ཚང་མ་དོ་སྣང་བྱེད་དགོས་པ་དེ་འདྲ་ཟིག་རེད། དེ་ནི་ད་འོག་གི་དེ་ནི་ཟ་མ་གི་དེ་ནི་ཐོག་ལ་བསམ་བློ་བཏང་ན་ང་ཚོ་དེ་ནི་དེ་གི་ཟ་མ་དེ་དེ་གི་ཡག་པོ་ཟིག་རྒྱུན་འཛིན་དང་དེ་གི་དར་སྤེལ་དེ་འདྲ་ཟིག་དེ་ནི་དེ་གི་བྱས་ན་དེ་ནི་ད་དེ་རང་ལ་ཕན་པ་དང་གཞན་ལ་ཕན་པ་རང་བཞིན་གཉིས་ཀ་ལ་ཕན་པ་འདུག་རང་བཞིན་གཉིས་ཀ་ལ་དེ་གི་ཕན་པ་ཡག་པོ་ཟིག་དེ་ནི་དེ་གི་འདུག་དེའི་ནང་ལ་དེ་ནི་ད་གཞན་ལ་ཕན་པ་དེ་གང་རེད་ཟེར་ན་བཤད་སྟངས་དང་པོ། ད་ང་ཚོ་བོད་ཀྱི་དེ་ནས་ཟ་མ་དེ་ལ་བསམ་བློ་བཏང་ན་ཟ་མ་གི་རྒྱུ་ཆ་གི་ཐོག་ནས་བཤད་ན་ང་ཚོ་མདོ་དབུས་དེ་ག་ད་རིང་མཐོ་སྒང་ལ་དེ་ག་སྐྱིད་པའི་དེ་ནས་ད། གྲོ་ནས་ཧྲང་སེམས་ལ་སོགས་པ་ད་ནི་དེ་ནས་སྔོ་ཚོད་ད་ད་གང་དང་གང་ཡིན་ན་ཡང་དེ་ནས་དེ་ག། ད་དཔེར་ན་དེ་ག་ས་ཆ་གཞན་པ་གི་དེ་ནས་དེ་ག་འདྲ་བོ་དེ་ནས་འབག་སླུད་མང་པོ་ད་མཁའ་དབུགས་ཀྱི་འབག་སླུད་ད་དེ་ནས་དེ་ག། ད་དེ་མ་ཡིན་པ་དཔེར་ན་ཞང་སྨན་གྱི་དེ་ནས་དེ་ག་འབག་སླུད་ད་དེ་ནས་འབག་སླུད་འདྲ་མི་འདྲ་གི་དེ་ནས་དེ་ག་སླད་ནས་བཞག་ཡོད་པ། དེ་འདྲའི་སྣ་མ་སྣ་ཚོགས་སུ་ད་ད་ལྟ་ཡོང་གི་འདུག་ཨ་ད་དེ་འདྲའི་ཡོང་ནི་མ་རེད་དེ་འདི་གི་ཁོ་རང་དེ་ནས་ཟ་མ་གི་རྒྱུ་ཆ་དེ་དག་དཔེ་ཧ་ལས་པ་གི་དེ་ནས་དེ་གི་གཙང་མ་གཙང་རྐྱང་དེ་འདྲའི་རེད། དེ་ནས་ཟ་མ་གི་རྒྱུ་ཆ་དེ་དེ་ནས་གཙང་མ་དེ་འདྲའི་ཡག་པོ་ཡིན་ཚར་དུས་དེ་ནས་དེའི་མིའི་ལུས་ཁམས་ལ་དེ་གི་ད་དེ་གི་བདེ་ཐང་གི་ཐོག་ལ་དཔེ་ཧ་ལས་པ་གི་དེ་ནས་དེ་གི་ད། ཕན་ཐོགས་དག་ནི་ཡོང་གི་འདུག་བ། ད་གར་ཚང་དེ་རང་གི་དུས་རབས་འདི་ལ་བསམ་བློ་བཏང་འོང་ན་ད་ལྟའི་ད་ཉེ་རབས་ཉེ་བའི་དུ་བ་ད་དུས་ཚོད་འདི་ལ་བསམ་བློ་བཏང་ན། གཅིག་ཏུ་ཟ་མ་གི་བྲོ་བ་ལ་ཡང་དེ་ནས་དུ་བ་ད་འདང་རྒྱག་གི་ཡོད་ཡོད་རེད་ད། ད་མི་མང་པོ་ཟིག་གི་དེ་ལས་ཀྱང་བདེ་ཐང་གི་ཐོག་ལ་དེ་ནས་དུ་བ་ད་བསམ་བློ་བཏང་བའི་སྐབས་དེ་འདྲའི་ཟིག་རེད།

དེ་འདྲ་ཡིན་ཚར་དུས་དེ་ནས་མངར་བོ་དགོས་ན་སྐྱུར་བོ་དགོས་ན་གང་དགོས་ན་དེ་བྲོ་བ་འདྲ་མི་འདྲ་དུ་དེ་ནས་དུ་གི་ད་གང་ཡིན་ན་དེ་ནས་དུ་གི་ད། ས་ཆ་ག་ས་ག་བ་ལ་ཡང་དེ་ནས་འདྲ་མི་འདྲ་དེ་ནས་དུ་གི་ད་ཡོང་གི་ཡོད་རེད། ཡིན་ན་ཡང་བདེ་ཐང་ཡོང་མཁན་གྱི་དེ་ནས་ཟ་མ་དུ་དེ་སྐྱེ་བའི་སྐྱེ་རྐུན་དང་སྐྱེ་བའི་སྐྱེ་རྐུན་རེད་འདུག་བ་དེ་ཡིན་དུས་དེ་ནས་མི་ཚོ་ལ་ཡིན་ན་ངན་སྐྲུན་དང་འདི་ཚོ་དེ་ནས་ནད་འདྲ་མི་འདྲ་མང་པོ་བྱུང་ནས་དེ་ནས་དཀའ་ངལ་མང་པོ་དང་འཕྲད་དུས་དེ་ནི་མི་མང་པོ་ཟིག་གི་དེ་ནས་དག་ད་ཡང་སྐྱེ་རོར་དེ་ནས་དག་གྲོལ་བ་ལ་ཡང་ལྟ་གི་རེད་ད་གཙོ་བོ་དུ་བདེ་ཐང་ཡོད་མེད་དེ་ལ་ལྟ་བའི་དུས་སྐབས་ད་ད་ལྟ་དེ་འདྲའི་ཟིག་རེད། མ་མཐའ་ཡིན་ན་གྲོང་ཁྱེར་རྣམས་གི་ནང་ལ་དག་ད་དེ་འདྲའི་རེད། དེ་ཡིན་དུས་དེ་ནས་ད་ང་ཚོའི་བོད་ཀྱི་དེ་ནས་ཟ་མ་གི་བྲོ་བ་ལ་བསམ་བློ་བཏང་ན་དངོས་གནས་དྲང་གནས་དེ་ནས་འཛམ་བུ་གླིང་གི་དག་ད་ཤར་ནུབ་ཀྱི་དེ་ནས་དག་ད། ཟ་མ་གང་དང་གང་ཟག་གི་དག་གི་བྲོ་བ་ལ་བསྡུར་དགོས་ན། ང་ཚོས་འོག་གི་ཟ་མ་གི་བྲོ་བ་དེ་དག་དེའི་གཞན་པ་གི་དག་གི་ཟ་མ་གི་བྲོ་བ་ལས་དམའ་འབའ་སུ་རྩ་བ་ནས་རེད་མི་འདུག་ཨ། དེ་དང་ལྷག་པ་མེད་ན་དེ་དང་མཉམ་པོ་དེ་དག་ཡིན་གཅིག་མིན་གཅིག་དེ་ང་ཚོ་འོག་དེ་ནས་ཡོང་ཐུབ་གི་འདུག་དག་ཨ། འོ་ཟེ་ཡག་པོ་ཟེ་ལས་ཤེས་ན་ད་ཚང་མ་གི་འོ་ཟེ་ཞིམ་པོ་རེད་ཟེ་ནས་དེ་འདྲའི་ཟེ་གི་འདུག་བ་མ་གཏོགས་པ་ད་འོ་ཟེ་དེ་ནས་དག་གི་ད། ཅིག་ཅིག་སྟེ་ནས་དེ་གི་ད་བྲོ་བ་ཡག་པོ་མི་འདུག་ཟེར་མཁན་དེ་འདྲིས་དེ་གི་ད་དཀོན་པོ་རེད་ཡ་ད་གར་དེ་ཡིན་ན་ཁོ་ཚོ་ལས་མ་ཤེས་ཀྱི་འདྲ་དེ་འདྲིས་ཡིན་ན་དེ་རེད་མ་གཏོགས་པ་དེ་གི་ཡག་པོ་ཟིག་ལས་ཤེས་ན་ད་ཚང་མ་གི་དེ་བྲོ་བ་ཡག་པོ་རེད་ཟེར་ནས་དེ་འདྲིས་ཟེར་གི་འདུག་ད་ཡོང་ཡང་ཡོང་གི་འདུག་དེ་འདྲིས་རེད་དེ་ཡིན་དུས། བྲོ་བ་གི་ཐོག་ནས་དེ་ནས་དེ་གི་ད་གཞན་པ་གི་དེ་ནས་ཟ་མ་ལས་དེ་ནས་དེ་གི་མིག་སྨན་པ་ཟིག་ཡོང་ཚར་དུས་དེ་ནས་ཁོ་རང་རྒྱུ་ཆ་གི་ད་བདེ་ཐང་གི་ཐོག་ནས་གཙང་མ་གི་དང་ཡང་སྣང་གི་ཐོག་ནས་ད་གཞན་པ་ལས་ལྷག་པ་ཟིག་དེ་ནས་ད་གི་ད་ང་ཚོའི་ཁྱད་ཆོས་དེ་འདྲས་ཟིག་འདུག་དེ་ཡིན་དུས་ང་ཚོའི་བོད་ཟས་འདི་དུས་རབས་འདི་དང་ད་གི་ད་དུས་རབས་ཟིག་ན་ཁར་སང་དེ་རིང་གི་དུས་ཚོད་འདི་དང་ཧ་ལས་པ་གི་འཚམས་པོ་ཟིག་དེ་ནས་རེད། དེ་འདྲས་ཟིག་རེད་འདུག་དེ་ཡིན་དུས་ད་ཁར་སང་དེ་རིང་གི་དུས་ཚོད་འདི་ལ་མི་མང་པོ་གི་དེ་ནས་ད་བྲོ་བ་ལས་ཀྱང་བདེ་ཐང་ལ་དེ་ནས་ལྟ་བའི་སྐབས་དེ་ལ་ཨོ་དེ་ནས་ད་གི་ད་ང་ཚོའི་དེ་ནས་ད་གི་འདི་ཟ་མ་དེ་ཡག་པོ་ཟིག་བཟོས་དུས་ནང་ལ་ལྷ་ཆ་འདྲ་མི་འདྲ་དེ་མ་བརྒྱབ་ཨོ་དེ་འདྲས་བྱས་ན། དེ་ནི་ཕན་ཐོགས་དེ་ནི་དེ་ད་མི་གཞན་པ་རྣམས་ལ་ནི་དེ་ཕན་ཐོགས་ཡག་པོ་ཡོང་གི་འདུག་དེ་ནི་ཕན་ཐོགས་ཡོང་དུས་དེ་ནི་མི་ཚང་མ་ཡང་ན་དེ་དེ་ལ་ཅི་དགའ་པོ་བྱེད་ཀྱི་ད་དེ་ཆོས་ཉིད་རེད། དེ་ཡིན་དུས་ད་ང་ཚོས་དེ་ནི་བོད་ཀྱི་གཟའ་མ་དེ་ཡག་པོ་ཞིག་དེ་ནི་དེ་ད་དར་སྤེལ་དེ་ནི་གཏོང་ཐུབ་སོང་ན་དེ་ནི་དེ་ལ་ཁྲོམ་ར་དེ་ཧ་ལས་པ་ཆེན་པོ་ཡོད་ས་རེད། ཆུང་ར་དང་ཧ་ལས་པ་ཆེན་པོ་ཡོད་ས་རེད་ད་ང་སོ་ཁ་ཤས་ཀྱི་བསམ་ན་ཅིག་ད་བོད་ཀྱི་ཟ་མ་ཟ་མཁན་ཟིག་ཡོད་ཀྱི་མ་རེད་འདྲ་བོ་དེ་འདྲས་བསམ་གི་རེད་ད། ད་བོད་ཀྱི་ཟ་མ་ང་ཚོས་དཔེར་ན་དེ་ནས་དེ་སྤྲོ་རྒྱན་གྱི་ཐོག་ལ་དེ་ནས་དཔེར་ན་ཅིག་དང་མར་སྐུ་འདྲ་ད་ད་དེ་ཚོ་གོ་དེ་ནས་ཧ་ཅང་གི་སྣུམ་ཆེན་པོ་དེ་འདྲས་དེ་གི་འདུག་ད་དེ་ཚོའི་སྐོར་དུ་ཡང་ཅུང་ཟད་ཅུང་ཟད་བསྒྱུར་བཅོས་མ་བརྒྱུབ་ན། དེ་འདྲས་ཅིག་པ་ཅིག་རྐྱང་འདྲ་བོ་བྱས་ནས་ཡང་ཅིག་དེ་ནས་ཡང། མི་གཞན་པ་ལ་ཡང་འཕྲོད་དང་མི་འཕྲོད་རྣལ་མ་སྣ་ཚོགས་པ་ཟེར་རེད་ཡིན་ན་རེད་ནའང་ཡིན་ནའང་ད་དེ་ཚོ་ལ་དེ་ནས་ང་ཚོས་བསྒྱུར་བཅོས་བརྒྱབ་ཆོག་གི་རེད། དེ་འདྲའི་ཞིག་ཡོང་དུས་དེ་ནས་བདམས་པ་དེ་ནས་དག་ད་བོད་ཀྱི་ཟ་མ་དེ་དེ་ནས་དག་དགའ་བསུ་བྱེད་མཁན་གྱི་མི་ཧ་ལས་པ་དེ་ནས་དག་ད་མང་པོ་དེ་ནས་དག་ཡོང་ཡོང་ད་ལྟ་ཡང་འདུག་ད་དེ་ནས་མ་འོངས་པ་ལ་དེ་ཡག་པོ་དེ་ཡར་རྒྱས་གཏོང་ཐུབ་ན་དེ་ལས་ཀྱང་དེ་ནས་ཡོང་ས་རེད། དེ་ཡིན་དུས་དེ་ནས་དག་ད་ང་ཚོ་མི་གཞན་པ་གི་དེ་ནས་དག་ད་ལུས་པོ་ལ་བདེ་ཐང་ཡོང་བ་ལ་དག་ད་ཕན་པ་དེ་ནས་དག་བྱེད་ཐུབ་ཀྱི་འདུག་ཟེར

འབག་བཙོག་འདྲ་མི་འདྲ་མང་པོ་ཆུ་གི་འབག་བཙོག་མཁའ་དབུགས་ཀྱི་འབག་བཙོག་དེ་འདྲའི་ཡོང་དུས་ད་སྔོ་ད་རིང་འདི་སྔོ་ཚོད་ལྟ་འདི་ཚོད་སྐོར་དེ་ཡིན་ན་ད་བྲོ་བ་གང་ཡིན་ན་གཅིག་པ་འདྲ་བོ་མ་གཏོགས་པ་བྲོ་བ་འདྲ་མི་འདྲ་དེ་མར་ཉམས་འགྲོ་གི་ཡོད་རེད། ཡིན་ནའང་ད་ང་ཚོ་འོག་གི་ས་ཆ་ལ་དེ་ནས་དག་ད་འདམ་འདུམ་ད་འབྲུ་རིགས་ད་འདི་ཚོ་གང་ཡིན་ན་གཞང་སྨིན་ད་དེ་ཚོ་མེད་མཁའ་དབུགས་ཀྱི་འབག་ལྷ་ད་ཕྱིའི་འབག་ལྷ་དེ་ཚོ་མེད་དུས་ད་སྔ་མ་ཁོ་རང་གི་རང་བྱུང་ཁམས་ནས་དེ་སྐྱེས་པའི་དུས་ནས་བྲོ་བ་དེ་གང་ཡིན་ན་དེ་བྲོ་བ་དེ་ཁོ་རང་ད་ལྟ་ཡང་དེ་ནས་དེ་དེ་ཡོད་ཀི་འདུག་བ་དེ་འདི་མི་མང་པོ་ཟིག་གི་དེ་ནས་དེ་ད་ཁོ་རང་ཚོ་དེ་དགའ་པོ་བྱེད་ས་དེ་གང་རེད་ཟེར་ན་ད་ཟ་མ་གི་ཁོ་རང་གི་མ་རྩ་གི་དེ་ནས་མ་གཞི་གི་དེ་ནས་དེ་ད་དང་པོ་དེ་ནས་བྲོ་བ་དེ་ལ་དེ་མང་པོ་གི་དེ་ནས་དགའ་པོ་བྱེད་གི་རེད་ད་དེ་ང་ཚོ་དེ་ནས་འོག་གི་འོག་གི་དེ་ནས་དེ་ཟ་མ་གི་དེ་ནས་ཁྱ་ཆུ་འདྲ་བོ་ཟིག་རེད་འདུག། དེ་ཡིན་དུས། དེ་ཡིན་དུས་ང་ཚོ་དུས་ཚོད་དུས་རབས་འདི་ལ་དེ་ནི་མཐུན་པ་རེད་འདུག་ཟེར་དེ་ནི་གཅིག་ཡིན། དེ་ནས་གཉིས་དེ་གང་རེད་ཟེར་ན་ད་ང་ཚོ་བོད་ཀྱི་ཟ་མ་བཟོ་ཚུལ་དུ་ཅུང་ཟད་དེ་ནི་དེ་གི་ནུབ་ཕྱོགས་ཀྱི་ཟ་མ་བཟོ་ཚུལ་དང་དེ་གི་འདྲ་པོ་འདྲ་བོ་འདུག་ཨ། གཙོ་བོ་ང་ཚོ་བོད་ཀྱི་ཟ་མ་དེའི་ནང་ལ་དེ་ནི་དེ་གི་ད་དཔེར་ན་དེ་གི་རྒྱ་གི་ཟ་མ་འདྲ་བོ་ཞིག་ནི་སྣུམ་གྱི་ནང་ལ་བསིར་ནས་དེ་ནི་རུལ་མོ་ནས་དེ་གི་ད་དེ་འདྲའི་བྱེད་རྒྱུ་གི་ཟ་མ་དེ་ཅུང་ཟད་ཙི་ཉུང་ཉུང་འདྲ་བོ་རེད་ད་མང་ཆེ་ཤོས་དེ་དེ་གི་དཔེར་ན་ང་ཚོའི་མེ་ལ་དེ་ནི་སྐྲག་རྒྱུ་ད། ཡང་ན་དེ་ནི་ཕྱི་ནང་ལ་དེ་ནི་བཙོ་རྒྱུ་ད། ད་དེ་འདྲིའི་གི་སྐོར་ར་དེ་རེད། དེ་འདྲི་ཡིན་དུས་དེ་ནི་དེ་གི་ད་མི་ལ་སྐྲག་གི་ད་ཕྱི་ནང་ལ་དེ་ནི་བཙོ་གི་ཁྱད་པར་དུ་ཕྱི་ནང་ལ་དེ་བཙོ་གི་གི་དེ་ཟ་མ། དེ་ཚོའི་སྐོར་དུ་ཡང་མང་ཆེ་ཤོས་དེ་ནི་ཟ་མ་བདེ་ཐང་དང་ལྡན་པ། ཟ་མ་ཁོ་རང་གི་དབུས་ཞོར་ཕྱི་ཚུལ་གི་ངོས་ནས་ཡིན་ན་ཡང་བདེ་ཐང་དང་ལྡན་པ་གི་དེ་ནི་ཟ་མ་ལ་དེ་ནི་བརྩི་གི་འདུག་ཨོ་དེ་འདྲི་རེད་དེ་ཡིན་དུས། དེ་ལ་བརྟེན་ནས་དེ་ནས་དང་ད་གང་གི་གཅིག་ནས་བརྒྱུད་ཆ་རེ་གཉིས་ནས་གཡུ་ཞོར་དེ་ནས་བཟོ་ཚུལ་དྲི་གང་གི་ཐད་ནས་ཡིན་ནའང་ཟ་མ་དེ་ནས་དང་ཁོ་རང་བདེ་ཐང་དང་ལྡན་པ་ཟིག་རེད། བྲོ་བ་ཡང་དེ་ནས་དང་ཁོ་རང་ཟ་མ་དང་བྲོ་བ་མ་གཞི་གི་བྲོ་བ་ཡོང་མཁན་གི་དེ་འདྲའི་གི་ཟ་མ་དེ་འདྲའི་རེད་འདུག་དེ་ཡིན་དུས་ད་ད་ལྟའི་དུས་རིམ་འདིའི་དུས་མི་ཚོ་ལ་དང་མི་ཚོ་དེ་ནས་དང་ད་འདོད་པ་ལ་དེ་ནས་དང་མཐུན་མཁན་གི་དང་ཟ་མ་དེ་འདྲའི་ཟིག་རེད་འདུག་མ་གཏོགས་ད་ལྟ་ད་རྩ་བ་ནས་མི་མཐུན་མཁན་གི་དེ་འདྲའི་ཟིག་རེད་བསམ་ན་དེ་རྩ་བ་ནས་མ་རེད་དེ་ང་རང་ཚོ་དང། དེ་འདྲའི་བསམ་མཁན་ཡོད་ན་དེ་ད་དེ་ནོར་བ་རང་རེད། དེ་འདྲ་ཡིན་དུས་དེ་ནས་དེ་ལ་ཁྲོམ་ར་དེ་ནས་ཡག་པོ་འདུག་ཟེར་ད་ང་ཚོ་ལྟ་བུ་བོད་ཀྱི་བཟའ་མ་ཕྱི་ལོག་ལ་དེ་ནས་ད་ང་རང་ཚོ་བོད་རང་གི་བཟའ་ན་མ་གཏོགས་གཞན་པ་ཨེ་བཟའ་བསམ་ན་དེ་བཟའ་བཟའ་མཁན་གྱི་དེ་བཟའ་ས་གི་ཁྲོམ་ར་དེ་དཔེ་ཡག་པོ་དག་འདུག་དེ་ཡིན་དུས་དེ་ནས་དེ་ད་དེའི་སྟོབས་ཀྱི་དེ་ནས། ཟ་མ་འདི་དེ་ནས་ད་བར་ད་ཡག་པོ་ཟོ་དར་སྤེལ་གཏང་ཐུབ་སོང་ན་དེ་ནས་མི་གཞན་པ་ལ་བ་ལ་སོ་ལ་ཡིན་ནའང་དེ་མི་གཅིག་ནས་ཁོ་རང་ཚོ་གོ་ད་ཟ་མ་གི་བྲོ་བ་ཡག་པོ་ཟ་བསམ་གྱིས་དེ་ནས་འདོད་པ་བསྐང་ཐུབ་པ་དང་གཉིས་ནས་སོ་སོ་གོ་དེ་ནས་ལུས་པོ་བདེ་ཐང་ལ་དེ་ནས་ཡང་ཕན་ཐོག་ཡོད་པ་དེ་འདྲི་གི་ང་ཚོ་དེ་ནས་མི་གཞན་ལ་དེ་ནས་ཕན་ཐབས་ཡག་པོ་བྱེད་ཐུབ་ཀྱི་འདུག་ཟེར་དེ་དོན་དག་གཅིག་ཡིན། དེ་ནས་དོན་དག་གཉིས་དེ་ད་ང་ཚོ་སོ་སོ་རང་ལ་དེ་ནས་ད་ཕན་པ་རེད་རང་ལ་ཕན་པ་གང་རེད་ཟེར་ན། དེ་ནས་མི་རིགས་གཟུགས་ཡིན་ན་དེ་ནས་ད་མི་རིགས་ཀྱི་དེ་ནས་ཟ་མ་གི་དེ་ནས་རིག་གནས་དང་རིག་གནས་རྣམས་ཀྱི་ནང་ནས་དེ་ནས་ད་གལ་ཆེ་ཤོས་ཟིག་རེད་ད་ང་ཚོ་ཉི་མ་གཅིག་ལ་དེ་ནས་དངོས་གནས་དྲང་གནས་དང་མི་སུ་དང་སུ་ཡིན་ན་དེ་ནས་དག་ད་ཧ་ལས་པ་གི་དེ་ནས་སྡུག་ཐུག་སོང་ན་ད་ཁ་ལ་བཟའ་གྱི་ད་རྒྱབ་ལ་གོན་གྱི་དེ་གཉིས་གཙོ་བོ་ཞིག་གི་རང་བཞན་པ་ཐམས་ཅད་པོ་དེ་ནས་ད་རིམ་པ་གཉིས་པ་གསུམ་པ་འདྲ་བོ་རེད་མ་གཏོགས་པ་དང་པོ་ད་ཏི་སི་ཟིག་ཡིན་ན་དེ་ནས་གཙོ་བོ་དུ་བཤད་གི་འདུག་ག་དེ་ཡིན་དུས། ད་ང་ཚོའི་རིག་གནས་འདི་གཅིག་ལྟ་གི་ཡིན་གཅིག་མིན་གཅིག་ལྟ་གི་སོ་སོ་རང་མི་རིགས་སུ་དང་སུ་ཟིག་ཏུ་ཡིན་ན་ཡང་སོ་སོ་རང་གི་དེ་ནས་ལྟ་གི་ས་ཆ་ལ་ཡོད་པའི་ཟ་མ་དེ་ཟ་ན་དེ་ནས་སོ་ས་རང་ལ་ཡོད་རང་གི་རང་གི་ས་ཆ་དེ་ལ་སྐྱིད་པའི་དེ་ནས་ལྟ་དེ་ནས་ཅིག་རི་མགོ་བོ་ད་འབྲི་རིགས་བཞེངས་ན་གི་འབྲི་རིགས་ཡིན་ན་རི་མགོ་བོ་དེ་ནས་ཅིག་སྔོ་ལྡུམ་ད་དེ་འདྲ་ཡིན་ན་དེ་དང་ས་ཆ་དེ་ལ་འཚོ་བའི་དེ་ནས་མི་དེ་གཉིས་ཀྱི་དེ་ནས་ལུས་ཁམས་ཀྱི་བར་ལ་དེ་ནས་རང་བྱུང་གི་དེ་ནས་ལྟ། རྟེན་འབྲེལ། དེ་འདྲའི་ཧ་ལས་པ་ཆེན་པོ་ཟིག་ཡོད་ཟེར་ནས་ད་ལྟ་ཡང་ཟེར་གི་ཡོད་རེད། དེ་ཡིན་དུས་མི་སུ་དང་སེ་ན་ས་ཆ་རང་ལ་སྐྱིད་པའི་ཟ་མ་དེ་བཟའ་ན་ལས་ཁུམས་ལ་ཧ་ལས་པ་ཡང་འཕྲོད་པོ་ཡོད་ཟེར་ནས། དེ་ནས་དེ་ཟེར་གི་རེད་གཅིག་དེ་དེ་རེད། དེ་ནས་གཉིས་དེ་དེ་ནས་ད་ང་ཚོ་སྔ་མ་ནས་དེ་ནས་ད་མི་ཚེ་མི་རབས་མང་པོ་ཟིག་གི་རང་ལ་ཟ་མ་དེ་བཟའ་ནས་དེ་གི་ད་ད་ལྟའི་བར་དུ་དེ་ནས་དེ་གི་ད་ཡོང་རེད་དེ་ཡིན་དུས་དེ་ནས་ད་ལྟ་ཡང་དེ་ནས་ཟ་མ་དེ་དེ་ནས་བཟའ་ན་ད་ང་ཚོ་དེ་གི་ད་ཡི་སྔ་མ་གི་ནི་དེ་ནས་དེ་གི

ད་གར་དེ་ཙམ་མ་བྱས་ནས་དང་ང་ཚོའི་བྲོ་བ་ཅིག་དེ་ནས་ཚ་མོ་དང་སྐྱེར་བོ་དེ་འདྲའི་ཏག་ཏག་ལ་དང་བལྟ་ནས་དེ་ནས་ཡིན་གཅིག་མིན་གཅིག་དེ་ནས་དང་ད་གཞན་ནས་ཡོང་བའི་ཅིག་གར་སྙིགས་ཀྱི་ཟ་མ་ཏག་ཏག་དེ་ནས་ད་ང་ཚོ་དགོན་པ་བ་ཆུ་སྟོན་བྱས་ན་འདྲ་དེ་ནས་སྡེ་བ་བ་དེ་ནས་ཅིག་དང་བལྟ་སྟོན་མོ་འདྲ་མི་འདྲ་བྱས་ན་འདྲ་ཅིག་དང་བལྟ་ཅིག་དང་གླུ་ལེན་སྐར་ཆེམས་རྟ་རྒྱུག་དང་བལྟ་དེ་འདྲ་བ་ཟིག་གི་ནི་དང་བལྟ་ཅིག་དང་ཚོགས་པ་འདྲ་མི་འདྲ་མང་པོ་འཚོགས་ཀྱི་རེད་བ་འོ་དེ་ཚོ་ཚང་མ་བའི་ཐོག་ལ་དེ་འདྲའི་བའི་གར་སྙིགས་ཀྱི་ཟ་མ་མང་པོ་ཟིག་དེ་ནས་དང་བསྒྲིགས་ནས་དེ་ཏག་ཏག་ཟ་ན

དྲུང་ནས་བྱང་གསུམ་ལྟ་བུ་དང། དེ་ནས་སྔོ་ཚོད་ལ་སོགས་པ་ལྟ་བུ་དང་དེ་ནས་ཅིག་ཚོད་མ་བསྡམས་བསྡུམས་ཀྱི་སྐོར་འདྲ་དང་མི་འདྲ་དང་འདི་ཚོ་མང་པོ་གཟིགས་ལ་དེ་ནས་ལྟ་བུ་དང་ཅིག་ཁྲོམ་ར་མེད་བཟའ་མཁན་མེད་དེ་འདྲའི་རེ་འབྲས་རོ་བ་ད་ལྟའི་བཟའ་མཁན་མེད་ཁྲོམ་ར་མེད་སོང་ན་དེ་ནས་དེ་ལས་མཁན་ཡང་ལྟ་བུ་དེ་དེ་ནས་དཔེར་ན་ཞང་ཡིན་ན་འདེབས་མཁན་དྲུང་ནས་བྱང་གསུམ་ཡིན་ན་འདེབས་མཁན་དང་དེའི་ཐོག་ལ་ལས་ཀ་ལས་མཁན་ཡང་མེད་དེ་མེད་སོང་ན་དེ་ནས་ང་ཚོ་དང་མི་རིགས་ཀྱི་རྩ་བའི་དེ་ནས་ལྟ་བུ་དང་འཚོ་ཆེན་འཚོ་རྐྱེན་དུ་དེ་ནས་ད་མེད་ནས། དེ་མ་ཁ་ཞིག་འགྲོ་གི་འདུག་བ། དེའི་མི་རིགས་ཟིག་ལ་བསམ་བློ་བཏང་ན་དཔེ་ཧ་ལས་པ་ཡང་དེ་ནས་དེ། ཉེན་ཁ་དཔེ་ཆེན་པོ་རེད་ད་དེ་སྔ་མ་ཡང་དེ་ནས་མང་པོ་བཤད་ཚར། དེ་ཡིན་དུས། དེ། དེའི་ཐོག་ལ་དེ་ནས་ད་བསམ་བློ་ཡག་པོ་ཟིག་དེ་བཏང་དགོས་གི་འདུག་ཟེར་དེ་ཡིན་ན་དེ་ནས་ད་ང་ཚོས་དེ། དེ་འདྲའི་བྱས་སོང་ན་ང་ཚོ་ལ་དེ་འདི། གྱོང་རྒུད་ཧ་ཅང་ཆེན་པོ་ཡོང་ས་རེད། དེ་ནས་དེའི་ལྡོག་ཕྱོགས་ནས་དེ་བཤད་ན་གང་རེད་ཟེར་ན་ད་ང་ཚོ་གར་དེ་རང་གི་དེ་ནས་དེ་ད། འོག་གི་ཟ་མ་འདི་ཡག་པོ་ཟིག་བསྟན་ནས་དེ་ད་ལྟ་ཧྥེ་རྒྱུད་འཛིན་དེ་འདྲུ་ཡག་པོ་ཟིག་དེ་དང་དེ་འདྲི་རེ་སོང་ཐུབ་སོང་ན་དེ་ནས་གང་ཡོང་གི་རེད་ཟེར་ན་གཅིག་ནས་ང་ཚོའི་རིག་གནས་དེ་ལ་བསྟན་ནས་ང་ཚོ་དེ་ད་མི་རིགས་ཀྱི་རིག་གནས་ལ་དེ་བསྟན་ནས་མི་རིགས་ཡང་ཡང་དུ་གནས་ཐུབ་ཀྱི་རེད་དེ་བཤད་མ་དགོས་བ་རེད་རྣམ་པ་ཐམས་ཅད་པོ་སེ་ན་དེ་ནས་མཁྱེན་གྱི་རེད་གཉིས་ནས་ད་གོང་ན་བཤད་པ་གི་ང་ཚོ་དེ་ལུས་ཁམས་དེ་བདེ་ཐང་དེ་ནས་ཡོང་བ་དེ་རེད་དེ་དཔེ་གལ་ཆེན་པོ་རེད། དང། དུ། ང་ཚོ་དང་མི་རིགས་གཟུགས་ལ་བསམ་བློ་བཏང་ན་ད་དངོས་གནས་དྲང་ནས་མི་རིགས་གཟུགས་ལ་བསམ་བློ་བཏང་ན་མི་གཟུགས་ལ་བསམ་བློ་བཏང་ན་ལས་ཁུམས་བདེ་ཐང་ལས་ཀར་ཆེན་པོ་ཟུ་མི་འདུག་དང་དེ་ཡང་གཉིས་རེད་གསུམ་གི་ཐོག་ནས་ང་ཚོ་དཔལ་འབྱོར་ལ་ཡང་དེ་ནས་ད་ཐད་ཀར་དངོས་སུ་དེ་ནས་ཡོང་བ་དེ་གང་རེད་ཟེར་ན། ད། བོད་གི་གཟའ་མ་དེ་ང་ཚོ་དང་སོ་སོ་གི་དེ་ནས་བོད་ཡུལ་གི་དེ་ནས་ད་ཡུལ་སྐོར་དྲོན་ཆུང་གི་དེ་ནས་དང་ས་གནས་སོ་སོ་ཡིན་ན་རེད། དེ་མ་ཡིན་པའི་ས་ཆ་གཞན་གི་དེ་ནས་གྲོང་ཁྱེར་དེ་ནས་ཆེན་པོ་དེ་སོགས་ནང་ལ་དེ་ནས་བོད་གི་གཟའ་མ་གི་དེ་ནས་དང་ད་གཟའ་མ་བཟའ་ས་གི་དེ་ནས་བཟའ་ཁང་དེ་སོགས་མང་པོ་ཟུ་ཡོད་སོང་ན་ང་ཚོས་ལྟོས་པ་སོ་སོ་རང་ལ་ཐད་ཀར་ཡང་དེ་ནི་དཔལ་འབྱོར་གྱི་དེ་ནི་ཕན་པ་ཡག་པོ་ཡོང་གི་འདུག་གཅིག་རེད། གཉིས་རེད་དེ་གི་དེ་ལ་བརྟེན་ནས་ད་གལ་ཏེ་འོག་གི་ཟ་མ་དེ་དག་ཡག་པོ་ཟིག་དེ་ནི་དེ་ལ་ཁྲོམ་ར་ཡག་པོ་ཟིག་ཡོད་སོང་དུས་དེ་ནི་ང་ཚོའི་ཟ་མ་གི་རྒྱུ་ཆ་ད་ད་རེད་དེ་གཅིག་ཀྲོ་ནེ་ཧྲན་སིམ་ལ་སོགས་པ་ང་ཚོ་འོག་གི་ཞང་ནང་ལ་སྐྱེས་པའི་དེ་ནི་ད་དེ་ཚོ་ལ་ཡང་དེ་ནི་ད་ད་ཁྲོམ་ར་རྒྱ་ཆེན་པོ་དེ་ནི་ད་དེ་ནི་ད་ཡོད་འདུག་བ་དེ་ཡོད་སོང་ན་དེ་ནི་ད་ཚང་མ་གི་དེ་ནི་ད་དེ་དཔེར་ན་ཞང་པ་ཟིག་ཡིན་ན་ཞང་པ་ལ་ཡང།

རང་བཞིན་གཉིས་ཀ་ལ་དེ་ནི་ཕན་པར་འདུག་གཟི། དེ་ནི་བཟའ་མ་དག་གི་ང་ཚོའི་བཟའ་མ་དག་ཅིག་ཁྲོམ་ར་ཡོད་དམ་མེད་དང། དེ་ནི་གཅིག་དག་དེ་ལ་དགའ་པོ་བྱེད་མཁན་ཡོད་དམ་མེད་དེ་གསར་བ་ནས་བསམ་བློ་དག་བཏང་དགོས་མི་འདུག་གཟི་ང་ཚོ་ཡག་པོ་ཟུ་བཟོ་ཐུབ་སོང་ན། དག་དེ་ཐོག་ལ་དོགས་པ་རྩ་བ་ནས་དགོས་མི་འདུག་གཟི། དེ་ཡིན་དེ་ནི་མཇུག་མཐར་དེ་ནི་དག་ད་རེ་བ་གང་ཡིན་ཟེར་ན་ད་ང་ཚོ་ལོ་ཆུང་ཚོགས་གི་ཐོག་ནང་གི་ནང་ནས་མང་པོ་ཟིག་གི་དེ་ནས་དེ་གི་ད་མ་ཆིངས་གི་དེ་གི་སྐོར་དེ་ལ་སློབ་སྦྱོང་བྱེད་ཀྱི་ད་དེ་ནས་དར་སྔགས་དེ་ནས་ང་ཚོ་དེ་ནས་དེ་གི་ད་འོག་གི་ནང་ལ་ཡང་དེ་ནས་ང་ཚོ་འོ་ཟེ་གི་སྐོར་ལ་ཞིབ་འཇུག་བྱེད་མཁན་འདྲ་ད་དེ་ནས་མ་ཆིངས་དེ་གི་ད་ཡག་པོ་དེ་ནས་ལག་རྩལ་ཡག་པོ་ཡོད་མཁན་གཡུ་བཞོར་གི་ལག་པོ་འདི་གཡུ་བཞོར་གི་དེ་ནས་ལག་རྩལ་ཡག་པོ་ཡོད་མཁན་གི་མ་ཆིངས་དེ་འདྲའི་དར་སྔགས་ཡང་ད་ག་ལ་གང་འཚམ་འདུག་དེ་ནས་ཁོང་རྣམ་པ་གི་དེ་ནས་དེ་གི་སྣེ་ཁྲིད་ཡག་པོ་ཟིག་བྱས་ནས

སློབ་གྲྭ་ཟིག་ཡོད་ན་དེ་ནི་དེའི་ནང་ལ་དེ་ནི་ཡུལ་ཤུལ་དེ་ནི་ཡག་པོ་ཟིག་ཡོད་སོང་ན་དེ་ནི་མི་མང་པོ་ཟིག་གི་དེ་ནི་དེ་ཡུལ་ཤུལ་དེ་ལ་བརྟེན་ནས་ད་སོ་སོ་རང་གི་མ་འོངས་པའང་དེ་ནི་ལས་ཀ་དང་དེ་ནི་དཔལ་འབྱོར་གི་ཡོང་སྒོ་དེ་ཚང་མ་དེ་ནི་དེ་ཐག་གཅོད་བྱེད་ཐུབ་ཀྱི་རེད། དེ་ནི་དེ་འདྲ་བོ་ཟིག་གི་དཔེར་ན་ང་ཚོ་ད་ལྟ་ཡིན་ན་དེ་ནི་དེ་ཅི་ད་འོག་གི་ས་ཆ་གྲོང་ཁྱེར་ཅི་ད་མང་པོ་ཟིག་གི་ནང་ལ་བོད་ཟས་ཟེར་གྱི་དེ་འདྲའི་མང་པོ་ཟིག་འདུག་བ་འདུག་ད་ཡིན་ནའང་དེ་ནས་ད་མ་བྱིན་གི་ཐ་ནས་དེ་ནས་ད་ཡག་པོ་ཡོང་གི་མི་འདུག་དེ་མ་བྱིན་ཚོ་ལ་གཞུང་བསྡུར་ཡག་པོ་མེད། དེ་ནས་ཡང་ཞབས་ཕྱི་བ་ཚོ་ཡིན་ན་རྣམ་འགྱུར་གི་དེ་ནས་ཡག་པོ་མི་ཡོང་ད་དེ་མ་བྱིན་ཚོ་གི་དེ་གཅིག་ནས་གཡུ་བཞུར་ཡག་པོ་མི་ཤེས་ཤེས་ན་ཡང་དེ་དེ་ནས་ཡིད་རང་པོ་སྒུག་དགོས་ཡ་དེ་དེ་འདྲའི་ཟིག་རེད་གསུངས་དེ་དེ་ནས་དེའི་ཡང་དེ་གི་མི་གཞན་པ་ཚོ་ལ་ནི་དེ་ནས་ཡང་ཡང་བག་ཆགས་དེ་ནས་སྡུག་པོ་དེ་ནས་དེ་གི་ད་བཞག་འགྲོ་འདུག། དེ་འདྲི་ཡིན་དུས་དེ་ནི་ད། དེ་འདྲི་མ་ཡིན་པར་དེ་ནི་ང་ཚོའི་ལོ་མྱོང་ཚོགས་ཡིན་ན་དེ་ནི་གཅིག་ནི། དག། འདི། ལག་རྩེར་དུ་ཡག་པོ་དེ་ནི་སློབ་སྦྱོང་བྱེད་ཀྱི་རེད་བ། དེ་ནི་གཉིས་དེ་ཡིན་ན་དེ་ནི་དག་ད་ང་ཚོ། འདི། ཞབས་ཕྱི་བ་དེ་ཚོ་ཡིན་ན་དེ་ནི་ཅིག་རྣམ་རྒྱལ་ད་དེ་ཚོ་དེ་ནི་ཡག་པོ་བྱེད་ཀྱི། དེ་ནི་དག་ད་ཚོང་པ་ཚོ་ཡིན་ན་དཔེར་ན་དེ་ང་ཚོ་ད་ལྟ་ལས་ལུགས་དུ་ག་འདྲི་ཟེར་ཟེར་ན། འོ་བཟེད་དེ་ནི་འོ་བཟེད་ཁང་དེ་ནི་དེ་བ་ད་སྒོ་ཤེ་གི་ཡིན་བཟེད་ནི་ཁང་པ་དེ་པའི་ཧ་ལི་པ་གི་དེ་ནི་རྒྱ་མཟོ། དེ་ཧ་ལི་པ་གི་དེ་ནི་རྫིག་པོ་ཞིག་ད་ནང་ལ་ཡ་ར་དེ་ནི་གཅིག་དེ་གི་ཟ་མ་ཟ་ས་གི་ཅོག་ཙེ་ཡིན་ན་རེད་ད་འདྲ་མི་འདྲ་མང་པོ་གཅིག་ནི་འོག་གི་རྣམ་པ། ཡོང་མཁན་གི་དེ་ནི་དེ་གི་རྒྱ་མཟོ་དེ་ཧ་ལི་པ་དེ་ནི་དེ་གི་རྫིག་པོ་ཞིག་ནི་དེ་ད་ཁོར་ཡུག་དེ་ཡང་དེ་འདྲས་བཤད་གི་འདུག་བ། དེ་འདྲས་བཤད་གི་འདུག་ད་ཡིན་ན་ཁོར་ཡུག་གི་རྫིག་པོ་རེད་དེ་གི་ཁང་པ་གི་རྒྱ་མཟོ་དེ་གི་ཧ་ལི་པ་གི་དེ་ནི་རྫིག་པོ་དེ་འདྲས་རེད་ད་ཡིན་ནའང་དེ་ནང་ནས་ཟ་མ་གི་དེ་གི་བྲོ་བ་མེད། དེ་ནས་ཞབས་ཕྱི་བ་ལ་རྣམ་འགྱུར་ཡག་པོ་མེད། དེ་ནས་མ་བྱན་གྱི་དེ་ནས་དེ་གི་ལག་རྩལ་ཡག་པོ་མེད་ན། དེ་ནས་ད་གཞན་པ་དེ་ཚོ་དེའི་ནང་ལ་ཟ་མ་ཟ་ས་ཡོང་གི་རེད་མ་གཏོགས་པ་དེའི་ནང་ལ་དེ་ནས་ད་རྒྱ་མཚོ་ལ་ལྟ་ས་ཡོང་གི་མ་རེད་བ། དེ་ཡིན་དུས་དེ་ནས་དེ་གི་ད་ཚོང་མི་ཡོང་དེ་ནས་ཚོང་མ་ཡོང་དུས་དེ་ནས་ཟླ་བ་ཁ་ཤས་ལ་དེ་ནས་བོད་གཟི་བྱས་ནས་དེ་ནས་ཡང་ཉམས་འགྲོ་རྒྱུ་ད་དེ་འདྲའི་གི་གནས་ཚུལ་ཡང་མཐོང་གི་འདུག་བ། དེ་ཡིན་དུས། ད་མ་འོངས་པ་ལ། ང་ཚོ་དེ་ནས་གཅིག་ནས་གང་ཡིན་ཟེར་ན་ང་རང་གི་རེ་བ་དེ་གང་ཡིན་ཟེར་ན་ད་ང་ཚོ། མ་བྱན་ཞིང་ཁན་དུ་ཚུགས་ནས་དེ་ནས་གཅིག་ད། ཡིན་གཅིག་མིན་གཅིག་དེ་ནས་ད་སློབ་མ་ཁྲིད་ནས་སློབ་མ་ཚོ་ལ་དེ་ནས་སློབ་སྦྱོང་ཡག་པོ་སྤྲད་རྒྱུ་ད། དེ་ནས་ཡང་ང་ཚོ་དེ་ནས་འོག་གི་ནང་ནས་ན་གཞོན་ན་གཞོན་སྐོར་ཅིག་གི་དེ་ནས་གཅིག་ད་འདི་ལ་བརྟེན་ནས་ད་སོ་སོ་གི་དེ་ནས་ཡོང་སྒོ་ཡག་པོ་དེ་ནས་ད་འཚོལ་རྒྱུ་བོད་གཞིས་དེ་ཡར་རྒྱས་ཡག་པོ་བཟོ་སྟངས་ཀྱི་སྐར་དེ་དེ་ནས་དེ་བོད་གཞིས་དེ་ཡར་རྒྱས་བཏང་ཐུབ་ན་གཅིག་ནས་མི་རིགས་ཀྱི་རིག་གནས་ལ་ཕན་ཐོག་རེད་འདུག་གཉིས་ནས་མི་སྒེར་ལ་ཡང་དེ་ནས་ད་ཟ་མ་ཡག་པོ་བཟོ་ཤེས་སོང་བཟོ་ཤེས་སོང་ན་མ་ཆིངས་ཀྱི་དེ་ནས་ད་ད་ཟླ་ཕོགས་དུ་པས་ཧ་ལས་པ་དེ་ནས་ཆེན་པོ་རེད། དེ་འདྲ་ཡིན་དུས་དེ་ནས་ད་སོ་སོ་རང་ལ་ཡང་དེ་ནས་ད་དཔལ་འབྱོར་གྱི་ཡོང་སྒོ་ཡག་པོ་ཡོང་གི་རེད་མི་རིགས་ལ་ཡང་ཕན་ཐོག་འདུག་དེ་ནས་མི་གཞན་གྱི་ད་ལུས་ཁམས་ལ་ཡང་ཕན་ཐོག་ཡོང་གི་འདུག་གང་ས་ནས་ད་ཕན་པ་མང་པོ་ཡོང་གི་འདུག་དེ་འདྲ་བྱེད་ཐུབ་ན་ཡག་པོ་ཡིན་ས་རེད་བསམ་གྱི་འདུག། བ་ལྟ་སྟེ་ཡང། རྣམ་པ་ཐམས་ཅད་པོ་ལ་ཐུགས་རྗེ་ཆེ་བཞི།